དེ་མིན་གྱི་ས་གནས་ཁག་ལ་ཡང་སྤྲོད་མ་མྱོང་མྱོང་ཁོ་ནས་སྐབས་རེ་སྤྲོད་མ་མམ་འཁོར་རྒྱུ། དུས་མཚུངས། གཞིས་རྩེའི་ལྷོ་ངོས་དང་ནུབ་ངོས། མངའ་རིས་ཤར་ངོས་དེ་བཞིན་ནག་ཆུའི་ནུབ་ངོས་དང་དབུས་རྒྱུད་བཅས་ལ་ཡང་ལྷག་པ་ཆེ་བ་རིམ་པ་བདུན་ནས་བརྒྱད་བར་རྒྱག་རྒྱུ་ཡིན་པ་དང། ཆབ་མདོའི་བྱང་རྒྱུད་ལས་ཐུའུ་ལུང་རིམ་པ་བཞི་ནས་ལྔ་བར་རྒྱག་རྒྱུ། དེ་ལྟ་བུའི་རྣམ་ཤེས་ཀྱི་ཆ་རྐྱེན་འོག་དོ་དགོང་ནས་སང་ཉིན་ཉིན་མོའི་བར། གཞིས་རྩེའི་རི་འབུར་ཐང་ཁང་མ་གི་མི་རྒྱུ་ཉིན་འགའ་དེ་ཅུང་ཆེ་བ་དང་ལྷག་པར་དུ་ཡིན་ན་དེའི་ནང་ནས་འབྲོང་པ་དང་ས་ག་ངམ་རིགས་བཤད་མཐོང་མོད། དེ་བཞིན་བསམ་འབྲུག་རྩི་དང་ལྷ་རྩི། ཁམས་པ། རྒྱལ་རྩི། གཏིང་སྐྱེས་དག་ནང་བཞིན་གྱི་ཆབ་མདོའི་དམངས་ཁམས་བཅས་ཀྱི་རྨས་སྐྱོན་ཉེན་ཁ་ཆེ་བའི་འབྲེལ་ཡོད་ཚན་པ་ཁག་ནས་རྨས་སྐྱོན་སྔོན་འགོག་ནང་ཐད་ལས་ཡིན་གཅིག་གི་ཐོག་སོན་གནང་འདུག་གཤམ་ལ་ཡང་དེ་མིན་གྱི་སྔོན་བརྡ་ཁག་ཅིག་གཟིགས་རོགས་གནང། ཁྲེང་ཀོན་ཆུས་ལོ་གནམ་ཐིམ་ནས་རིམ་བཞིན་ཀྲུང་མ་འམ་འཁོར་རྒྱུག་གྲོས་ཚང་ར་གཉིས་ནས་བཅོ་བརྒྱད་བར། ལྷུན་གྲུབ་ལོ་གནམ་ཐིབ་རྒྱུག་གྲོས་ཚང་ར་ལས་འོག་གསུམ་ནས་བཅུ་བདུན་བར། བསམ་འགྲུབ་རྩེར་ཀྲུང་མ་འམ་འཁོར་རྒྱུག་གྲོས་ཚང་ར་གསུམ་ནས་ཉི་ཤུ་བར། གངས་འཕགས་ཀྲུང་མ་འམ་འཁོར་རྒྱུག་གྲོས་ཚང་ར་ལས་འོག་གཉིས་ནས་བཅོ་གསུམ་བར། གཟའ་སྐར་གནམ་ཐང་ནས་རིམ་བཞིན་འབྲི་མོང་ཁུ་རྒྱུ་ཁྲུ་གཙང་སྦྲ་ལེ་འོག་ལྔ་ནས་བཅོ་ལྔ་བར། སྣེ་གདོང་ལ་སྤྲུལ་མ་མམ་ཁུ་རྒྱུ་ཁྲུ་གཙང་སྦྲ་གཅིག་ནས་བཅུ་བདུན་བར། གོང་དཀར་ལ་སྤྲུལ་མ་མམ་ཁུ་རྒྱུ་ཁྲུ་གཙང་སྦྲ་གཉིས་ནས་བཅུ་བདུན་བར། བྲག་ཡིབ་ལ། སྤྲིན་པ་མམ་འཁོར་རྒྱུ། དྲོད་གཙང་སྦྲ་ལྔ་ནས་བཅུ་དགུ་བར། མེ་ཏོག་ལ། སྤྲིན་པ་མམ་འཁོར་རྒྱུ། དྲོད་གཙང་སྦྲ་བཅུ་བཞི་ནས་ཉི་ཚེ་དྲུག་བར། སྣང་རྫོང་ལ། སྤྲིན་པ་མམ་འཁོར་རྒྱུ། དྲོད་གཙང་སྦྲ་བཞི་ནས་ཉི་ཤུ་རྩ་གཅིག་བར། ཁ་རུབ་ལ། གནམ་ཐང་ནས་རིམ་བཞིན་སྤྲིན་པ་མམ་འཁོར་རྒྱུ། དྲོད་གཙང་སྦྲ་ལྷེ་ཀོང་ནས་བཅུ་བདུན་བར། སྨྲང་ཁམས་ལ་སྤྲོ་མང་ཁོ་ནས་རིམ་བཞིན་གནམ་འཐིབ་རྒྱུ། ཁྲུ་གཙང་སྦྲ་ལེ་འོག་གསུམ་ནས་བཅུ་བཞི་བར། འཇོ་མདངས་གནམ་ཐང་ནས་རིམ་བཞིན་སྤྲོ་མང་ཁོ་རྒྱུ། ཁྲུ་གཙང་སྦྲ་ལེ་འོག་ལྔ་ནས་བཅུ་བདུན་བར། སེང་ངེ་ཆུ་ལ་སྤྲོ་མང་ཁོ་ནས་རིམ་བཞིན་གནམ་འཐིབ་རྒྱུ། ཁྲུ་གཙང་སྦྲ་ལེ་འོག་བརྒྱད་ནས་བཅུ་བར། ཉི་མ་གནམ་ཐང་ནས་རིམ་བཞིན་སྤྲོ་མང་ཁོ་རྒྱུ། ཁྲུ་གཙང་སྦྲ་ལེ་འོག་གི་ལྔ་ནས་བཅུ་བར། སོག་རྫོང་ལ་སྤྲུལ་སྐུ་འམ་འཁོར་རྒྱུག་ཁྲོད་གཙང་སྦྲ་ལེགས་པོ་དྲུག་ནས་བཅུ་གཉིས་བར། མགར་རྫོང་ལ། གནམ་ཐང་ནས་རིམ་བཞིན་གནམ་འཐིབ་རྒྱུག་ཁྲོད་གཙང་སྦྲ་ལེགས་པོ་དྲུག་ནས་བཅུ་བར། དགེ་རྒྱས་ལ་གནམ་ཐང་ནས་རིམ་བཞིན་སྤྲུལ་འམ་འཁོར་རྒྱུག་ཁྲོད་གཙང་སྦྲ་ལེགས་པོ་དགུ་ནས་དགུ་བར། མཚོ་ཆེན་ལ་གནམ་ཐང་ནས་རིམ་བཞིན་སྤྲུལ་འམ་འཁོར་རྒྱུག་ཁྲོད་གཙང་སྦྲ་ལེགས་པོ་བརྒྱད་ནས་བཅུ་གཅིག་བར། ཁྲེང་ཀོན་ཆུས་ལ་གནམ་འཐིབ་ནས་རིམ་བཞིན་སྤྲུལ་འམ་འཁོར་རྒྱུག

མཇུག་ཏུ་ལྗོངས་སྨན་རྩིས་ཁང་གི་ལོ་ཏོ་ཞུ་གི་ཡིན། སང་ཉིན་ནི་བོད་ཟླ་གཉིས་པའི་གནམ་གང་རེས་གཟའ་པ་སངས་རེས་འཕྲོག་བདག་དཀར་འཕྲོ་མེད། འབྱུང་འཕྲོད་ས་ཆུ་འཕྲོད་ཆེན་རྒྱལ་མཚན་ཇོ་བོ་དབང་པོ་དུས་བདག་རྣམ་བཅས། སཱཙྪ་ཞག་བཅོ་བརྒྱད་རྒྱུ། སྔ་དྲོ་སྤྲིན་གསེབ་འཁོར་ཞིང་དུས་རུང་གི་ངོ། ཕྱི་དྲོ་ཐིབས་ཤས་ཆེ། མཚན་མོ་དྭངས་པ་མང། ལྷོ་ནུབ་དང་ནུབ་བྱང་རྒྱུད་དུ་དུས་རུང་དང། བྱང་ཤར་དང་ཤར་ལྷོ་ཁུལ་དུ་རླུང་འཕྲིན་འཁོར་ཞི་འཁོད་ཤ། སི་མོ་ཨ་ལྷན་རྒྱས། གནམ་གཤིས་དབུ་མདའ་བཞུད་ཚར།